གདོང་དུས་ཀྱི་ཤེས་བྱ་ཡིན་ཏེ་ཡོད་པ་དེ་བོད་ཀྱི་སྤྱི་དོན་དང་རུ་ཤང་ལ་ཞལ་འདེབས་ཞུ་ཐུབ་པ་བྱེད་དགོས། ང་རང་ཚོས་བོད་དང་རྒྱ་གར་བོད་དང་རྒྱ་ནག་གི་མཐའ་དེ་སོ་སོའི་དབྱེ་བ་ཤེས་ཀྱི་རྒྱུ་མཚན་གཙོ་བོ་གཅིག་ང་རང་ཚོས་སོ་སོའི་ལུང་པའི་གནས་སྟངས་ལ་གཞིགས་པའི་རུ་ཤང་དང་གོམས་གཤིས། དེ་འདྲའི་རྒྱལ་རབས་ཤིག་ཡོད་པ་དེ་རེད། དེ་འདྲ་ཡིན་དུས་སོ་སོའི་རུ་ཤང་སྲུང་སྐྱོབ་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད། སུ་སུ་རུ་ཡང་སྲོག་སྐྱོབས་ཤིག་དགོས་དོན་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོག་མེད་བཞིན་དུ་དེ་ལ་རྨོངས་ཞེས་ལྐུགས་པ་ཨུ་ཚུགས་ཤིག་ནི་རྩ་ཆེན་པོ་ཞིག་བརྩི་བ་ཞིག་མ་རེད། ང་ཚོ་བོད་པའི་རིག་གཞུང་དེ་སོ་སོའི་ཉིན་རེ་ཉིན་རེའི་མི་ཚེ་སྐྱེལ་པའི་དུས་སྐབས་ནང་ལ་ཕན་ཐོག་ཡོད་པ་དེ་ང་ཚོའི་བཙན་བྱོལ་བ་ཆགས་པའི་སྐབས་ལ་ཉམས་མྱོང་གསར་བོ་བཤངས་ཡོད་ལ། བོད་ལ་ཡང་ཉམས་མྱོང་གསར་བོ་བཤངས་ཡོད་པ་རེད། འཛམ་བུ་གླིང་འདིའི་སྒང་ལ་བཙན་བྱོལ་བ་བོད་པ་འབུམ་གཅིག་པུ་མ་ཡིན་པར། བཙན་བྱོལ་བ་གཞན་དག་མང་པོ་ཡོད་རེད་བཙན་བྱོལ་བ་གཞན་དག་དང་བསྡུར་དུས་བོད་པ་བཙན་བྱོལ་བ་སྙིང་སྟོབས་སྐྱེ་བའི་རྒྱུ་ཆ་གཞན་དག་ཅིག་ཡོད་རྒྱུ་ཆ་དེ་གང་ཡིན་ཟེར་ན་བོད་ཀྱི་རུག་ཤོང་ཐོག་ནས་འབྲེལ་བ་སླེབས་ཡོང་གི་ཡོད་པ་རེད་དེ་འདྲ་ཡིན་དུས་ང་རང་ཚོའི་རུག་ཤོང་འདི་དངོས་གནས་རྩ་བ་ཆེན་མོ་ཆགས་ཡོད་པ་རེད་བོད་ཀྱི་རུག་ཤོང་ནང་ལ་གཙོ་ཆེ་ཤོས་ཤིག་ནང་བའི་ཆོས་འདི་ཡིན་ནང་བའི་ཆོས་འདི་བོད་པ་ཙམ་མ་ཡིན་པར་འཛམ་གླིང་འདི་གང་ལ་ཕན་ཐོག་ཡོད་པའི་ཆོས་གར་ཆེ་ཤོས་ཀྱི་གྲས་ཡིན་པ་གསལ་བོ་རེད་དེ་སྟེང་ང་རང་ཚོས་སོ་སོའི་རུ་ཤོང་ཐོག་ལ་ཚང་མའི་དོ་སྣང་བྱེད་དགོས། རུ་ཤོང་སྲུང་སྐྱོབ་ཟེར་བ་དེའང་སོ་སོའི་གཤིས་རྒྱུད་ལ་བརྟེན་དགོས་པ་ཞིག་དང་གཤིས་རྒྱུད་ལ་འཚང་དགོས་པ། གཤིས་རྒྱུད་ལ་བདེན་པའི་ཐོག་ནས་སྲུང་སྐྱོབ་བྱེད་པ་ཞིག་རེད་མ་གཏོགས། རུ་ཤོང་རེད་ཟེར་བའི་དཔེ་དེབ་མཆོད་གཤམ་ནང་བསྒྲུགས་ནས་རྩ་བ་ཆེན་པོ་བྱེད་པའི་དོན་དག་དེ་འདྲ་ཞིག་མ་རེད། བོད་ཀྱི་ནང་པ་སངས་རྒྱས་པའི་ཆོས་དང་དེ་དང་འབྲེལ་བའི་བོད་ཀྱི་རུ་ཤོང་སྐོར་དེ་དག་གང་ལ་བརྟེན་པའི་བོད་ཡིག་དང་བཅས་པའི་སོ་སོའི་ཤེས་ཡོན་དེ་རྣམས་རང་གི་གཤིས་རྒྱུད་ལ་འཚང་བ་ཞིག་དང་གཤིས་རྒྱུད་ལ་འཇགས་པ་ཞིག་དགོས་ཀྱི་ཡོད་པ་རེད། གནད་དོན་དེ་ཚོའི་ཐོག་ལ་དམིགས་བསལ་དོ་སྣང་དང་གཟབ་གཟབ་བྱེད་རྒྱུ་ཤིན་ཏུ་གལ་ཆེན་པོ་འདུག་ང་ཚོ་དེ་སྔོན་བཙན་བྱོལ་བ་ཆགས་པའི་སྐབས་ལ་རྒྱུས་མེད་པའི་ལོང་པའི་ནང་ལ་རྒྱུས་མེད་པའི་མི་གསར་བ་ཞིག་སླེབས་ཡོང་དུས། ཁ་ཚར་ལག་ཐོག་འཛའ་དྲག་གི་དཀའ་ངལ་ག་རེ་འཕྲད་ཡོད་དམ་ཞེ་ན། སྐད་བརྡ་མ་འཕྲོད་པའི་དཀའ་ངལ་དེ་འཕྲད་རེད། དེ་དུས་གཙོ་བོ་གནད་དུ་སྨིན་ས་དེ་སྐད་བརྡ་མ་འཕྲོད་པའི་དཀའ་ངལ་སེལ་ཐབས་དང་དོང་དུད་འཛམ་བུ་གླིང་གི་ཤེས་ཡོན་རྒྱག་ཐབས་བཤད་རྒྱུ་དེ་ང་ཚོའི་ཁ་ཚར་ལག་ཐོག་གི་གནས་ཚུལ་ཆགས་པ་རེད། ང་ཚོས་སྐབས་དེར་སྐད་བརྡ་མ་འཕྲོད་པའི་དཀའ་ངལ་དེ་ཚོའི། རྒུད་པ་གང་གི་དོན་དག་ལ་སེར་བ་དང་རྒུད་པ་གང་གི་ཆེད་དུ་སློབ་སྦྱོང་སྤྲད་པ། རྒུད་པ་གང་གི་ཆེད་དུ་འབྲུ་མཛོད་འདི་རྣམས་རྩ་འཛུགས་བྱས་པ་རེད་དམ་ཟེར་ན། བོད་རང་གི་མི་རིགས་སྲུང་སྐྱོབ་བྱེད་རྒྱུ་དང་མི་རིགས་དེའི་རིག་གཞུང་སྲུང་སྐྱོབ་བྱེད་རྒྱུ། བདེན་དོན་སྲུང་སྐྱོབ་བྱེད་རྒྱུ་བཅས་ཀྱི་དོན་དག་ལ་དམིགས་པ་ཡིན། ད་ཆ་བོད་མི་ཚོས་འཛམ་གླིང་སྤྱིའི་ཤེས་ཡོན་རྣམས་རྒྱ་སྐད་དང་མ་འཕྲོད་པའི་དཀའ་ངལ་དེ་རྣམས་སེལ་ནས་ཡོད་དུས། རྩ་བའི་དམིགས་ཡུལ་དོན་དག་དེ་གའི་སྒང་ལ་སྨིན་པ་ཞིག་དགོས་པ་མ་གཏོགས། འབྲས་བུ་གང་གི་དོན་དག་དང་སྒྲུབ་བྱེད་གང་གི་དོན་དག་ལ་དམིགས་པའི་ཐབས་ཤེས་དེ་རྐྱང་རྐྱང་ལ་མགོ་འཁོར་ནས་བསྡད་ན་ནོར་འཁྲུལ་རེད། དེ་ཡིན་དུས་སྐད་ཡིག་དང་དོན་བསྡུས་ཀྱི་ཤེས་བྱ་ཡོན་ཏན་རྒྱག་པ། དེ་བོད་སྤྱི་བའི་དོན་དག་ལ་ཕན་པ་ཞིག་དང་བོད་སྤྱི་བའི་རིག་གཞུང་ལ་ཕན་པ། དེ་ལ་ཞལ་འདེབས་ཞུ་ཐུབ་པ་བྱ་རྒྱུ་དེ་ཤིན་ཏུ་གལ་ཆེན་པོ་འདུག། སོ་སོའི་རུ་ཤང་ལ་སྐྱིད་སྲང་ཞེས་སོ་སོའི་རུ་ཤང་ལ་སྲོང་སྐྱོབ་ཞེས་ཟེར་བ་དེའང་འདོད་འདོད་སྙིང་པོ་རང་གི་ཤེས་རྒྱུད་ལ་མཚུངས་བའི་ཐོག་ནས་སྲོང་སྐྱོབ་དང་སྐྱིད་འཛིན་བྱེད་དགོས་པ་ཡིན་དུས་སོ་སོས་སོ་སོར་དོ་སྣང་དང་ལག་ལེན་བྱེད་དགོས་རྒྱུ་མི་འདུག་གམ། ངས་ད་ལྟ་གོང་དུ་ལབ་པ་ནང་བཞིན། བོད་ཀྱི་རུ་ཤང་གཙོ་ཆེ་ཤོས་ནང་པ་སངས་རྒྱས་པའི་ཆོས་དང་དེ་བཞིན་བོད་ཀྱི་གསོ་བ་རིག་པའི་དེ་ཚོ་བྲིས་ང་ཚོའི་སློབ་གཉེར་ཡི་ལག་ལེན་ཡག་པོ་ཞིག་དང་ཐབས་ཤེས་ཡག་པོ་བྱེད་ཐུབ་པ་བྱུང་ན། བོད་པ་ཙམ་མ་ཡིན་པར་འཛམ་བུ་གླིང་གི་མི་རིགས་སྤྱི་ལ་ཡང་གང་ལ་གང་འཚམ་གྱི་ཞལ་འདེབས་བསྒྲུབ་ཐུབ་པའི་ཆ་རྐྱེན་ཏན་ཏན་ཡོད་པ་ལྟ་བུ་འདུག་ཆ་རྐྱེན་དེ་བེད་སྤྱོད་ཐུབ་དང་མི་ཐུབ་འགྲུབ་དང་མི་འགྲུབ་ཟེར་བ་དེ་མི་ལ་རག་ལས་པ་རེད། ཆ་རྐྱེན་གཞན་དག་ཡོང་གི་རེད་དེ་གཙོ་ཆེ་ཤོས་ང་རང་ཚོའི་རག་ལས་ཡོད་པས་ང་རང་ཚོས་གཟབ་གཟབ་བྱེད་དགོས་ཀྱི་འདུག་དཔེར་ན་ངའི་རྩེད་མོའི་ཚུལ་དུ་བཤད་པ་ཡིན་ན་ལྔ་བཅུའི་ང་དགུའི་རྗེས་སུ་འཛམ་བུ་གླིང་འདི་སྒང་ལ། སྔར་མེད་པའི་བོད་ཀྱི་ནང་པའི་ཆོས་ཚོགས་བརྒྱ་ཕྲག་ཁ་ཤས་ཤིག་གསར་དུ་ཆགས་ཡོད་པ་རེད། རྒྱ་མིའི་ཆོས་དང་ཤེས་རིག་གི་དོན་དུ་ཚོགས་པ་གསར་བ་བཙུགས་པ་མཐོང་ཐོས་གང་འདུག་གམ། རྒྱ་མི་ག་རེ་ཡོད་རེད་ཟེར་ན་ལྟོས་ཆོས་ཞིམ་པོ་ཞིག་ཡོད། ས་ཆ་གང་ས་གང་ལ་རྒྱ་མིའི་ཟ་ཁང་མང་པོ་ཡོད་པ་རེད། བོད་ཀྱི་ནང་པ་སངས་རྒྱས་པའི་ཆོས་འདི་མི་ལ་གོ་དོན་གསར་བ་རྙེད་ནས་ཚོགས་པ་གསར་བ་བཙུགས་པ་ནང་བཞིན། རྒྱ་མིའི་ཤེས་རིག་གི་གོ་དོན་གསར་བ་རྙེད་ནས་ཚོགས་པ་གསར་བ་བཙུགས་པ་མཐོང་ཐོས་འདུག་གམ། རྒྱ་མིའི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་ལ་མཐོང་ཆུང་བྱེད་ཀྱི་ཡོད་པ་རེད་དེ། འཛམ་བུའི་ཀློང་འདིའི་སྒང་ལ་རིན་ཐང་བརླག་གི་ཡོད་མ་རེད། རྒྱུ་མཚན་དེ་འདྲ་ཡིན་དུས་ང་རང་ཚོའི་ཚོགས་མི་སོ་སོའི་ཆོས་དང་རིག་གཞུང་ལ་དོ་སྣང་དང། བདག་གཅེས་བྱ་རྒྱུ་གལ་ཆེན་པོ་རེད་ཆབ་སྲིད་ལམ་སྟོན་སུམ་ཅུ་དུས་དྲན་གསང་འཕྲིན་དང་བཀའ་སློབ་ཕྱག་དྲུག་གཞིས་སྒར་དུ་སུམ་ཅུ་དུས་དྲན་ཐང་ཉེར་དྲུག་བ་བསྩལ་བའི་བཀའ་སློབ་བོད་ཤང་ཤེས་དྲིལ་ལས་ཁང་ནས་སྣག་ཐང་དཔར་ཁང་དུ་བསྐྲུན་གཅིག་སྟོང་དགུ་བརྒྱ་བརྒྱ་ཆ་གཉིས། ཤོག་གྲངས་བཞི་བརྒྱ་དང་ཉེར་བཞི་རྩག་གསུམ་ནས་བཞི་བརྒྱ་དང། ཉིན་བཞི་རྩ་བདུན་བར། ཡ་རབས་སྤྱོད་བཟང་ཤེས་དགོས་པའི་སྐོར། ཤེས་ཡོན་གཅིག་པུས་མི་འགྲིག་པར་ལྷག་བསམ་བཟང་པོ་ཤེས་དགོས་རྒྱུ་གལ་ཆེན་པོ་འདུག་ད་ལྟའི་དུས་ཚོད་ང་རང་ཚོའི། མི་ཡིན་བསམ་པ་ཞིག་དང། མི་རིགས་ཚང་མ་སོ་སོའི་ནང་བཞིན་བདེ་སྡུག་འཚོར་བ་མྱངས་མཁན་གཅིག་གྱུར་ཡིན་པ་ངེས་པར་དུ་ཤེས་དགོས། དོང་སང་འཛམ་གློང་ནང་གཙོ་ཆེ་ཤོས་ཀྱི་རྙོག་དྲ་ཡོང་ས་ག་རེ་ཐོག་ནས་ཡོང་གི་འདུག་དམ་ཞེ་ན། སོ་སོ་གཅིག་པུའི་ཁེ་ཕན་དོན་ལ་མི་གཞན་དག་བེད་སྤྱོད་བྱེད་པ་མ་གཏོགས། མི་གཞན་དག་ལ་ཡང་རང་ཉིད་ཇི་བཞིན་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་ཚོར་བ་ཡོད་པ་དེ། བསམ་མ་ཐུབ་པ་ལས་བྱུང་བ་ཡིན། འཛམ་གློང་འདིའི་སྟེང་ལ་ཡར་རྒྱས་མང་པོ་བཏང་ཡོད་ཟླ་བའི་སྟེང་ལ་འགྲོ་བ་སོགས་དེ་ཙམ་མང་པོ་བཤད་རྒྱུ་ཡོད་ཀྱང། ཅེས་ནི་མ་ཤེས་པར་བཟླས་པའི་ལོང་བ་འདི་ནང་དུ་དཀྱུས་ཀྱི་གཅིག་ལ་གུས་བརྩིའི་དགའ་ཞེན་དང་ཤ་ཚིལ་བསམ་བློ་དེ་བརླག་ནས་མི་ཚེའི་སྙིང་བོ་མེད་པ་ཆགས་ཀྱི་ཉེན་ཁ་འདུག། གཞན་ལ་ཤ་ཚ་ཤེས་ཟེར་བའི་བཟང་བོའི་བསམ་བློ་འདི་རིན་ཐང་བྲལ་བའི་དངོས་པོ་རེད། ངས་ཆོས་ཀྱི་སྐད་ཆ་བཤད་ཀྱི་མེད། གནས་ཚུལ་འདི་ང་ཚོའི་ཁ་ཡོད་ལག་ཡོད་རེད། དཔེར་ན་ཁྱིམ་མཚེས་བཟང་པོ་ཞིག་ཡོད་ན་རང་གཞན་ཚང་མ་སྐྱིད་པོ་ཡོང་གི་རེད། སྔ་དྲོ་ལངས་པ་ནས་དགོང་མོ་མ་གཉེར་བར་སེམས་བཟང་བོའི་ངང་ནས་ཉི་མ་སྐྱེལ་བ་ཡིན་ན། སྡང་བ་འཛུམ་ཤིག་ཤིག་སྐད་ཆ་ཡང་སྙན་མོ་ཐོས་པ། དགོང་མོ་ཉལ་ཁ་ཡང་བློ་བག་ཕེར་བོ། སེམས་སྐྱིད་པོ་ཡོང་གི་རེད། དེ་མིན་སྔ་དྲོ་ནས་སེམས་ངན་བྱུང་སྟེ་མི་ལ་ཁ་བྲལ་རྣག་བྲལ་བསགས། རྒྱག་རེ་བརྒྱབ་ནས་སོ་སོའི་སྦྱར་ཀ་ཐོབ་ན་ཡང་དགོང་དྲོ་སེམས་ནང་ལ་མ་བདེ་ཤིག་ཤིག་དང་གྲང་ཏང་ཏང་ཞིག། བསམ་ངན་འཁྱོངས་ན་སེམས་སྐྱིད་པོ་ཡོང་ཐབས་མེད། སོ་སོའི་སེམས་བཟང་བོ་ཞིག་ན་རོགས་པ་ཚོ་ཡང་སྐྱིད་པོ་བག་ཕེར་བོ་ཆུ་ཆང་ཞིག་ལས་མཐོང་རྒྱུ་མེད་ཅིང་ཧ་ཧ་ཧོ་ཧོ་ཞིག་ནས་མཐོང་རྒྱུ་ཡོང་གི་རེད། གཅིག་གིས་གཅིག་ལ་མི་དགའ་བ་དང། དོན་སྣོད་ཕྲག་དོག་བྱས་ཏེ་བསྡད་ན་རིན་གོང་ཆེན་པོ་སྤྲད་པས་ཨ་རག་ཡིན་ཀྱང་བྲོ་བ་གང་ཡང་ཡོང་མ་ཐུབ། དེ་འདྲ་ཞིག་མི་འདུག་གམ་དེ་ངའི་བསམ་ཚུལ་རེད། བདེན་མི་བདེན་ཁྱེད་རང་ཚོས་བསམ་བློ་གཏོང་རྒྱུ་མ་གཏོགས་ངས་ཐག་གཅོད་རྒྱུ་མིན། མི་ལ་རིན་ཐང་བྲལ་བའི་དངོས་པོ་དེ་སེམས་བཟང་བོ་དེ་ཡིན། སྨན་ཁང་ནས་སྨན་བཅོས་བྱས་ཏེ་སེམས་བཟང་བོ་བཟོ་རྒྱུ་མེད་ལ་ཁྲོམ་ནས་སེམས་བཟང་བོ། བཟང་བོ་ཞིག་ཉོ་ཆ་རྒྱག་རྒྱུ་ཡང་མེད། དེ་ནི་སོ་སོས་བསམ་བློ་བཏང་ནས་སེམས་བཟང་བོ་བཟོ་དགོས་པ་ཡིན། སེམས་བཟང་བོ་ཡོད་ན་སོ་སོ་ལ་ཡང་ཕན་མི་གཞན་དག་ལ་ཡང་ཕན། མི་ཚེ་དོན་དང་ལྡན་པ་ཡོང་གི་རེད། དེ་ནི་ང་ཚོ་བོད་པ་ཡིན་པའི་ཆ་ནས་བཤད་པ་མིན། སོ་སོའི་མིའི་རིགས་སུ་སྐྱེས་ནས་རང་ཉིད་མ་ཤི་བར་མི་གཞན་དག་དང་མཉམ་དུ་ཤི་རྒྱུ་ཡིན་ཙང། མི་དང་མཉམ་དུ་འགྲོ་དུས་མི་གཞན་དག་ལ་ཡང་བརྩི་སྟངས་དང་ལྟ་སྟངས་དེ་བཟང་བོ་ཞིག་བཤད་དགོས་དེ་བྱུང་ན་རང་ཉིད་སྐྱིད་པོ་ཡོང་གི་རེད། ཐེག་པ་ཆེན་པོའི་ཆོས་ནི་ཤེས་ན་ཡང་མི་གཅིག་པུ་མིན་པར་སེམས་ཅན་ཐམས་ཅད་ཀྱི་དོན་དུ་བསམ་བློ་གཏོང་དགོས། ལྷག་བསམ་ཟེར་བ་ཡོད་པའི་རྩ་བ་འདི་རེད། ཁྲིད་ཡུལ་ལམ་སྟོན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དང་གསུམ་ཟླ་དང་པོའི་ཚེས་བཞི་ཉིན། འདི་ལོ་ཨ་ཤོ་ཀ་འགྲམ་ཁོག་ནང་དུ་མཐོ་རིམ་སློབ་གྲྭ་ཡོད་པའི་བོད་རིགས་གཞོན་ནུ་ཚོས་བསྩལ་བའི་བཀའ་སློབ། བོད་ཤང་ཤེས་དྲིལ་ཁང་གཅིག་དང་དགུ་བརྒྱ། བདུན་གྱི་ཐུན་གྱི་ཤག་གྲངས་སུམ་ཅུ་སོ་བཞི་ནས་སུམ་ཅུ་སོ་བདུན་བར་བཞུགས་སོ། ང་རང་ཚོ་མི་ཡིན་པའི་ཆ་ནས་མི་བཟང་པོ་ཞིག་ཡོང་བ་དང་གཞན་ཕན་གྱི་བསམ་བློ་ཡོང་ཐུབ་པ་ཞིག་ངེས་པར་དུ་བསམ་བློ་གཏོང་དགོས། མིའི་སེམས་རྒྱུད་བཟང་པོ་དང་ལྷག་བསམ་ཡག་པོ་ཞིག་བྱུང་ན་སོ་སོའི་གཅེས་པ་རོགས་པ་ཚོ་ལ་ཡང་ཕན་ཐོགས་ཤེས་ཐུབ་པ། མི་ཚང་མ་བག་ཕེར་བོ་ཡོང་གི་རེད། མི་ཚེ་སྙུང་བོ་དེ་ཡ་རབས་བཤད་དགོས་བཟང་པོ་བཤད་དགོས། ང་རང་ཚོ་མི་ཡིན་པའི་ཆ་ནས་མི་བཟང་པོ་ཞིག་ཡོང་བ་དང་གཞན་ཕན་གྱི་བསམ་བློ་ཡོང་ཐུབ་པ་ཞིག་ངེས་པར་དུ་བསམ་བློ་གཏོང་དགོས། མིའི་སེམས་རྒྱུད་བཟང་པོ་དང་ལྷག་བསམ་ཡག་པོ་ཞིག་བྱུང་ན་སོ་སོའི་གཅེས་པ་རོགས་པ་ཚོ་ལ་ཡང་ཕན་ཐོགས་བྱེད་ཐུབ། མི་ཚང་མ་བག་ཕེར་བོ་ཡོང་གི་རེད། མི་ཚེའི་སྙིང་པོ་དེ་ཡ་རབས་སྤྱོད་བཟང་ཤེས་དགོས། བཟང་པོ་བཤད་དགོས། ང་རང་ཚོ་མིའི་སྤྱི་ཚོགས་ནང་སླེབས་ཤིང་གཅིག་གཅིག་གིས་གཅིག་ལ་བརྟེན་ཏེ་སྡོད་དགོས་པ་མ་གཏོགས་མ་བརྟེན་པར་སོ་སོ་ཁེར་རྐྱང་གི་འཚོ་བ་སྐྱེལ་མི་ཐུབ། རང་གཞན་གྱི་གནས་སྟངས་དེ་འདྲ་ཞིག་ཡིན་བཞིན་དུ་གཅིག་གིས་གཅིག་ལ་མགོ་བཅག་བྱེད་གང་ཐུབ་བྱས་ཏེ་བསྡད་ན། མིའི་སྤྱི་ཚོགས་ནང་སེམས་སྐྱོ་ཡ་གཅིག་དང་སྡུག་བསྔལ་གྱི་ཚོགས་འདྲ་བོ་ཆགས་ཀྱི་རེད། དེང་སང་ཁ་ནས་ཞི་བདེ་དང་དྲང་བདེན་ཞེས་བརྗོད་ཀྱི་ཡོད་པ་རེད་དེ། དེ་དག་ངོ་མར་ཐུག་དུས་དངུལ་དང་ནུས་ཤུགས་ཁོ་ནའི་ཐག་གཅོད་མ་གཏོགས་དྲང་བོའི། རིན་ཐང་ཕར་ཆེར་རྩ་ས་མེད་པ་ཆགས་ཡོང་གི་ཡོད་པ་རེད། ད་དུང་དེ་གི་ལམ་དུ་འགྲོ་དགོས་ལབ་ན། མུག་ཡུལ་བཞིན་དུ་གཡང་ལ་འཁྱོམ་པ་ལྟ་བུ་རེད། ང་ཚོ་ཉུང་ཤས་ཡིན་པའི་དཀའ་ངལ་ཡོད་ན་ཡང་ཁོ་ཚོའི་གཙོ་བོའི་དམ་བཅའ་དེ་བརྟན་པོར་བཟོས་ནས་འཐབ་འཛོ་ཞིག་དགོས་པ་དང། འགལ་རྐྱེན་མང་པོ་འཕྲད་ན་ཡང་ཞེན་པ་མེད་པའི་ལམ་སྟོན་ཞིག་བཤད་ཐུབ་ན་བསམ་སྟེ་ངས་རེ་བ་རྒྱབ་ཀི་ཡོད། ང་མི་གཅིག་གི་རེ་བ་རྒྱབ་པ་དང་རྟག་ཏུ་བསམ་བློ་དེ་འདྲ་ཞིག་འཁོར་བསྡད་པ་གཅིག་པུའི་འབྲུག་ཡ་གང་ཡང་མི་འདུག་དེ་ལ་མང་ཚོགས་ཀྱིས་ཤུགས་རྒྱག་དགོས། དེའི་ནང་ཚན་ནི་ཁྱེད་རང་ན་གཞོན་ཚོའི་འཆར་གཞི་ཞིག་ཆགས་ཡོད། ང་ཚོའི་མི་ཡིན་པའི་ཆ་ནས་འགྲོ་བ་མིའི་སྤྱི་ཚོགས་ཀྱི། འདིའི་ནང་དུ་ད་ལྟའི་གནས་སྟངས་འདི་འདྲ་ལས་དྲག་ཙམ་ཞིག་ཡོང་བའི་ཆེད་དུ་ང་ཚོས་ཐབས་ཤེས་འབད་བརྩོན་བྱེད་དགོས་ཀྱི་འདུག་འདི་ཡོང་བ་ལ་ཐོག་མར་སོ་སོས་བྱེད་དགོས། སོ་སོའི་ལམ་སྣེ་ཁྲིད་ཐུབ་པ་ཤོང་ན་དེ་ནས་རིམ་པས་མི་ལ་སྐུལ་སློང་བྱས་ན་ཕན་ཐོགས་ཡོང་གི་རེད། ངས་དེ་འདྲ་ཞིག་རྟག་ཏུ་དྲན་བཞིན་འདུག་ཉེ་ཆར་ནེའུ་ཡོག་ཏུ་གློག་སྐྱོན་ཤོར་ཏེ་གྲོང་ཁྱེར་གང་འཚམ་ཞིག་ཆུ་ཚོད་ཉེར་བཞི་རྩ་བཞིའི་རིང་ནག་ཁུང་ཆགས་རུང་རྐུན་མ་ག་ཚོད་ཤོར་འདུག་དེ་ཚོའི་གྲིབ་མ་རིག་དངོས་རིག་བསམ་བློའི་ནང་རང་གཞན་ཡ་རབས་ཀྱི་བསམ་བློ་དང་དྲན་ཤེས་བག་ཡོད་ཀྱི་བསམ་བློ་མེད་པའི་སྐྱོན་མ་རེད་དམ། ལག་ཏུ་རྒྱུག་པ་འཁྱེར་བའི་སྐོར་བཤད་པ་འདུག་ན། ཁྲོམ་ཡོད་པ་དང་དེ་མེད་ན་ཁྲོམ་མེད་པ་ཆགས་ན། འཛམ་བུ་གླིང་འདི་དགོངས་ལ་རེ་བ་མེད་པ་ཆགས་པ་རེད། ད་ལྟ་བོན་ལ་གྲོང་སྡེ་གྱི་སྐད་ཆ་ཤོད་ས་མེད་པ་འདི་མིའི་ཤེས་སྟངས་ཀྱི་ཐོག་ནས་ཆགས་པ་ཡིན་དུས་ད་ཆ་དེའི་བསྒྱུར་བཅོས་བྱས་ཀྱང་མིའི་ཤེས་སྟངས་ཀྱི་ཐོག་ནས་གཏོང་ཐུབ་ཀྱི་རེད། ཐོག་མར་མགོ་འཛུགས་སྐབས་དཀའ་ངར་ཡོང་སྲིད་ཀྱི་རེད་དེ་ཡིན་ན་ཡང་འགྲོ་བ་མིའི་རིགས་ཐམས་ཅད་ཀྱི་ཁེ་ཕན་ལ་བསམ་ནས་ཟླ་བ་དང་ལོ་འབྲེལ་ལོ་གཅིག་གཉིས་ཀྱི་མི་ཚེ་བ་མི་ཐོག་ནས་མི་ཐོག་བཀྲིན་ཏེ་ཤུགས་རྒྱབ་འབད་བརྩོན་བྱས། རྟ་བཅོས་བཟང་བོའི་དམིགས་ཡུལ་ཞིག་བཟུང་ནས་འགྲོ་གི་ཡིན་ན། འགྲུབ་ཚོད་ཅིག་འགྲུབ་ཀྱི་རེད་བསམ་པ་དྲན་གྱི་འདུག་དེ་ཁྱེད་རང་ཚོའི་སེམས་ལ་ངེས་པ་ཞིག། མི་ཡག་པོ་ཞིག་དང་རྟག་ཏུ་ཡ་རབས་ཞིག་དགོས། དེ་ངའི་རེ་འདུན་ཡིན། སྔ་དྲོ་མུ་གེ་བཤད་མ་ཐག་ཡ་རབས་ཟེར་བའི་ཚུགས་གཉིས་པོ་དེ་དྲན་པ་ཞུ། བལ་ཡུལ་ལམ་སྟོན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དོན་ཟླ་བརྒྱད་པའི་ཚེས་གཅིག་ཉིན། སྦེང་ལོར་སྡོད་བོད་རིགས་མཐོ་རིམ་སློབ་གཉེར་རྒྱལ་སྤྱིའི་སྐོར་ལ་བསྩལ་བའི་བཀའ་སློབ་བོད་ཞང་དྲིལ་བསྒྲགས་ཁང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད། ཤོག་ངོས་སུམ་ཅུ་སོ་བདུན་ནས་བཞི་བཅུ་བར།